རྣམ་པ་ཚང་མ་ལ་བཀྲ་ཤིས་བདེ་ལེགས། དེ་རིང་གི་ཨིན་དྲིའི་རྫུན་སློབ་ཚན་ནང་ལོགས་ལ་ཡ།

ཨ་ནི་ལི་ཚིང་གི་རྣམ་པ་ཟེར་ན་རེད་དེའི་ནང་ལོགས་ལ་ཡང་ཙི་ཧྥུ་ཡང་སུ་ལ་ཅིག་འདུག་ཨོ་དེའི་ཡང་མང་པོ་ཅིག་སོ་ཆོལ་ཡང་འདྲ་བོ་དང་ཏི་འདྲི་ཅིག་ཆགས་ཀྱི་ཡོད་རེད། ཨ་ནི་སྤྱི་བཏང་གི་ཙི་ཧྥུ་ཡང་སུ་ལ་དེའི་གི། ཨ་ནི་ལི་ཚིང་རྣམ་པ་གཅིག་གི་ནང་ལོགས་ལ། ཚུལ་འདྲ་མ་འདྲ་བྱ་དགོས་འདྲ་བོ་དང། ཨ་ནི་དེའི་ནང་ལོ་ཡི་གེ་ཆེ་ཆུང་བྱ་དགོས་འདྲ་བོ་དང། ད་འདི་འདྲའི་མང་པོ་ཅིག་ཡིན་པས་ན། ཨ་ནི་འདི་འདྲའི་འདྲ་བོ་ཅིག་ཡིན་ན་ཨ་ནི་རྒྱ་མི་ཡི་གེ་ཡིན་ན་ཨ་ཁོ་རང་རྒྱ་མི་ཡི་གེ། དེའི་ཡང་སྤོས་ཡིག་ལ་པ་པོའི་ཆེ་ཆུང་ཏག་ཏག་ཅིག་འབྲུ་ཡས་ཀྱི་ཡོད་ར་འོ་དེ་ཚོ་དང། ཨ་མང་པོ་ཅིག་འབྲུ་ཡས་ཡོད། འདི་འདྲའི་འདྲ་བོ་ཅིག་རེད་ཨ་ནི་དེ་ལ་ཡ།

འདིའི་ནང་ན་ཡང་དང་པོ་དེ་ལ་མིང་བྱེད། ཝུན་ཛི་ཤའོ་ཧའོ། འདི་འདྲ་བོ་འདི་འདྲ་བོ་ཅིག་བྱབ། ཨ་ནི། ཡིག་གཟུགས་བྱོས་ལ་ཡིག་གཟུགས་དེ། ཡང་བྱ་མོ་ལ་གཉིས་པ་དེ་འཐིམ་གྱི་ཡིན། ཁྱི་ཆུང་དེ། ཨ་ནི། བཅུ་གཉིས་འདྲ་བོ་ཅིག་འདེམས་ཀྱི་ཡིན། ཨ་ནི་དེ། དེ་མི་འགོ་བ་རེད། ཨ་ནི་དེ་ཚོ་ཆ་ཚང་མ་འདེམས་ན་འགྲིག་གི་ཡོད་རེད། ཨ་ནི་རྗེས་ལ་ཡང་ང་ཚོ་ཡང་ཆ་གཅིག་བཟོ་ནས་དེ་ན་ཚོད་འདྲ་ཅིག་ཟ་བ་ཅིག་ལེན་དགོས་ར། འདི་ཆོས་བདེན་གྱི། ད་འདི། ང་འདི་ཡ། འུ་ཚོའི་ཤག་འོག་ལ་ནི་དེ་འདྲའི་བྱི་ལ་བཟོ་དགོས་ཀྱི་ཡོད། ད་དེ་བཟོ་ཡོང་དུས་ཚང་མ་ལ་ང་ཚོ་འདི་ལ་ཡ། དེ། ཆུང་ཆུང་ཆགས་བསྡད་ཀྱི་ཡོད་རེད་དེ་ཡིན་ནའང་དེའི་དང་དེ་གཉིས་ཀྱི་བར་ཐུན་དྲང་སྙོམ་ཡལ་གྱི་ཡོད་ར་ཨོ་སྙོམ་ཡལ་དེ་དེ་ཏག་ཏག་ཅིག་འགྲིག་ཡོད་མ་རེད་མ་འགྲིག་འདུག་ཨ་ནི་འདི་གང་ལ་ཡང་ཅེ་གཉིས་སྡེབ་ཅིག་བྱས། ཨ་ནི་འདི་ལ་ཡང་ཀའོ་ཅི་ཙི་ཧྥུ་ཀ་ཧྲི་ལ་གཉིས་བྱས་འདུག་ཨོ་དེའི་ནང་ལོགས་ནས་འདིའི་ནང་ལོགས་འགྲོ་དགོས་ཀྱི་ཡོད་རེད་འདི།

འདི་དོན་གྱི་ནི་ཡི་གེ་བྱུང་བ་དེ་ད་ད་ཙི་ཧྥུ་ཡང་ཧྲི་ལ་ནི་ཇི་ལྟར་ཨོ་དེའི་དོན་འདི་གྱི་ནི་སོ་ཡ་རེད་ད་དེའི་ཨ་ནི་ལེ་ཚན་གྱི་རྣམ་པ་ག་ཚད་གཅིག་གི་ནང་ལོགས་ལ་ཡ་མང་པོ་ཅིག་བཟོ་ཆོག་གི་ཡོད་རེད་ད་དཔེར་ན་ཡང་འདི་འདི་གྱི་ནི་འདི་ཡ

མིང་དེ། དྲི་མི་འདོ། གཅིག་འདྲ་བོ་ཅིག་བྱ། འོ་ད་འདི་སུ་བྱས་ནས། འགྲོ་ཡས་ཡོད་རེད། ཨ་ནི། ད་ལྟ་སྟོན་ལོ་གཡང་ཧྲ་དང་ཙི་ཧྥུ་གཡང་ཧྲ་གཉིས་ཀྱི་ཁྱད་པར་འདྲ་བོ་དེ་ལ། སྟོན་ལོ་གཡང་ཧྲ་ཡིན་ན་ཁོ་རང་དེའི་ཡི་གེ་གཅིག་བརྒྱབ་ནས་མགོ